བརྗེད་བྱང་སྒྲུབ་ཅིག། དེའི་ནང་ལོགས་ལ་ག་རེ་གསུངས་ཡོད་རེད་ཟེར་ན་གནས་མ་བུ་ཟེར་ཡང་དེ། སྐྱེས་པ་སྔ་མོ་སྔ་མོ་ད་ཁོ་རང་རྒྱ་གར་གྱི་དྲང་སྲོང་དེ་འདྲས་ཡོད་རེད་ཟེར་ན་དྲང་སྲོང་དེ་འདྲས་པའི་གནས་དབེན་པ་ལ་བསྡད་དེ་དུས་སང་ནས་ཨ་ནི་ཁོང་འདོད་ཆགས་ཆེན་པོ་སྐྱེས་ནས་པའི་འདོད་ཆགས་སེལ་མ་ཐུབ་བྱས་རྗེས་ཨ་ནི་ཁྲིད་བར་བྱེད་ལ་ཡ་དེ་བྱོས་རེད་ཟེར་ག་ས་གླང་གོག་འགྲུབ་ཀྱི་མེད་འགྲོ་གླང་གོག་དེ་ལས་ཡ་པའི་ད་ག་རེ་མི་ཚང་བ་སྤྱད་པ་རེད་ཟེར་མི་ཚང་བ་སྤྱད་པ་དེ་ལ་བརྟེན་བྱས་ནས་ཨ་ནི་གླང་གོག་དེ་དང་ད་དྲང་སྲོང་དང་གླང་གོག་གཉིས་མཉམ་དུ་སྤུ་བོ་སྐྱེས་པ་རེད། དེའི་གི་མི་རྒྱུད་དེ་ལ་ཡང། ཨ་ནི། ད་གར་ཤོར་ཡོད། གནས་མ་བུ་ཟེར་བ་དེ་དང་ཆུང་བ་རེད། བྱས་ཙང་གནས་མ་ཡིན་པ་ལ་མི་ཚང་བ་བཅས་པ་དེ་ལས་བྱུང་བའི་བུ་ཡིན་པའི་ཕྱིར་ན། ན་ནི། མི་བཟང་སྤྱོད་པའི་གནས་མ་ཡིན་པ་ལ་མི་བཟང་སྤྱད་ནས་དེ་ལས་བྱུང་བའི་བུ་ཡིན་པའི་ཕྱིར་ན་གནས་མའི་བུ་ཟེར་ལ་བ་ཡི་རྒྱུ་མཚན་རམ་པ་དེ་འདྲ་ཡིན་ས་རེད། གང་ལྟར་དེ་དྲང་སྲོང་དེ་ཚོ་ལ་སྒྲུང་འདྲ་མི་དེ་འདྲ་འདུག་གང་ལྟར་བྱས་ནས་གང་ལྟར། ཨ་ཕ་དེ་དྲང་སྲོང་ཆེ་ཨ་མ་དེ་ད་བ་ཇོ་བ་ཇོ་བ་སྒྲུབ་བྱེད་པས་འགྲོ་བ་ཇོ་བ་སྒྲུབ།

ཡིན་ན་འདི་ཟུར་དུ་སྟོན་བཞག་པ་བདེ་བ་ཐ་དད་པར་བྱེད་པོ་རྣམ་པར་ཤེས་པ་ཟད་ཅིག་ཡོར་བ། ད་དེའི་ནང་ལོགས་ལ་ག་རེ་གསུངས་ཡོད་རེད་ཟེར་ན་མ་མགུར་བའི་བདེ་བའི་དཀའ་སྡུག་གསུམ་པ་ཅིག་བྱས་ཡོད་པའི་སྐོར་ཅིག་གསུངས་ཡོད་པ་རེད། དེ་ཡང། ཨ་ནེ་སངས་རྒྱས་མྱ་ངན་ལས་འདས་ནས་ཕ་ཕྱིར་ལོ་བརྒྱ་དང་སུམ་ཅུ་སོ་བདུན་ལོན་པའི་དུས་ཚོད་འདི་འདྲའི་རྗེས་ནས་བཟུང་བྱས་ནས་ཨ་ནེ་དགེ་འདུན་གྱི་སྡེ་ལ་ཡང་རྩོད་པ་ཆེན་པོ་ཞིག་བྱུང་བ་རེད། རྩོད་པ་ཆེན་པོ་བྱུང་བྱས་ནས་ད་རྩོད་པ་དེའི་ཕ་ཆེ་རྒྱལ་རབས་ཀྱི་ཆ་ནས་བྱས་པའི་ནཱ་དའི་གི་རྒྱལ་པོ་དེ་རྒྱལ་རབས་ཀྱི་གཡས་གཡོན་ནས་བྱུང་བ་རེད། ད་དེ་རྩོད་པ་དེ་ནཱ་དའི་རྒྱལ་རབས་ནི་རྒྱལ་པོ་པདྨ་ཆེན་པོ་ཟེར་དེའི་བར་དུ

གནས་མལ་བུའི་ཕྱོགས་སུ་གཏོགས་པའི་གནས་མལ་བུ་ཡང་མེད་ན་དང་གནས་མལ་བུ་ཟེར་བ་དང་གིས་ཞུས་པ་ན་ཞེས། དྲང་སྲོང་གནས་མལ་བུ་ཟེར་བ་དེ་གི་བརྒྱུད་པ་ལས་བྱུང་བའི་གནས་བརྟན་རབ་བྱེད་མ་འགྲོ། མི་བརྒྱུད་དེ་གནས་མལ་བུ་ཡིན་བསྡད་པ་ཅིག་དེ་འདྲ་ཅིག་གིས་གནས་བརྟན་ཅིག་གིས། ཨེ་ནི་དགེ་སློང་ཚང་མ་ལོ་ཚུལ། སྐད་བཏང་བྱས་ནས་ཨོ་ནི་རྩོད་པ་ཞི་བའི་ཆེད་དུ་བཀའ་བསྡུ་བྱས་པ་རེད། ད་ལྟ་དེ་འདྲས་སོང་ཡོད་པ་རེད། དེ་ལ་ཡང་ཨ་ནེ་རྒྱ་ཡི་ལྷ་བོན་དབྱིང་ཧྲུན་ཞེས་བྱས་ཁ་ཚང་ངེས་ཤུལ་གླིང་པ། གོ་མིང་ཏང་གི་སྐབས་ལ་ཡང། སྐུ་འཁྲུངས་པའི་དགེ་རྟག་རྒྱ་ཡི་ལྷ་བོན་སྐད་གྲགས་ཆེན་པོ་ཤོར་བ། ཁོང་གིས་ཨ་ནེ་གདོད་མའི་གི་ནང་པའི་གསུང་རབ་ཇི་ལྟར་བསྡུས་ཚུལ་བཞག་ཅིག་གི་གསུང་རྩོམ་བྱས་ཡོད་པ་རེད། རྒྱ་སྐད་ཐོག་ལ་ཡང་ཡོན་ཧྲི་ཧྥོ་ཅའོ་ཧྲེང་ལྡན་ཀྲི་ལྗིས་ཁྲང་ཞེས་བྱ་ཞིང། ད་ཁོང་གིས་ད་ལྟ་གསུང་རྩོམ་དེ་གི་གསུང་སྟངས་དང་བྱས་པ་ཡིན་མིན་ན། མང་གུར་བའི་སྡེ་པ་དེ་གནས་མལ་བུའི་ཕྱོགས་སུ་གཏོགས་པའི་ཕྱོགས་སུ་གཏོགས་པ་རུ་ཆགས་ཏེ་ཡོད་རེད། དེའི་རྒྱུ་མཚན་ལ་བརྟེན་ནས། མ་འགུར་བའི་སྡེ་བས་ཀྱིས་ད་བཀའ་བསྡུ་བྱས་པ་རེད་ཟེར་དེ་ཨ་ནེ་གནས་མལ་བུའི་སྡེ་བས་ཀྱིས་གར་ཧྲུལ་རེད་ད་གསུང་རྒྱུན་རེད་ཟེར་ན་འགྲིག་ཡོད་རེད། ཡིན་ན་ཡང་ད་དེ་དུས་རྩ་བའི་སྡེ་པ་དངོས་སུ་གྱེས་རྒྱུ་རེད་རྩ་བའི་སྡེ་པ་དངོས་སུ་གྱེས་རྒྱུ་རེད་རྩ་བའི་གནས་མལ་བུའི་སྡེ་པའང་བྱུང་ཡོད་མ་རེད། དེ་འདྲ་ཡིན་དུས་དེའི་རྒྱུ་མཚན་བསྟན་ནས་ད་གོང་དུ་སློབ་དཔོན་བཱ་བཱལ་གྱིས་གསུང་བདེ་ཡག་གི་ད་དེ་འདྲའི་རིགས་པའི་དཀའ་སྡུག་འགྲུབ་ཅིག་བྱུང་ཡོད་པ་ཡིན་ན། ཨ་ནེ། གནས་མལ་བུའི་གནས་བརྟན་ཟེར་བ་དེ་ཕ་ཆེ་གནས་མལ་བུའི་བདེ་བས་ཀྱི་སྔོན་གྱི་སློབ་དཔོན་འགྲུབ་ཅིག་ཡིན་གྱི་རེད་བསམ་དྲན་གྱི་འདུག་ད་གོང་གི་དེ་འདྲ་གསུང་ཡོད་སྔོན་གྱི་སློབ་དཔོན་བསམ་ད་སྐབས་དེ་དུས་གནས་མལ་བུ་སྡེ་པ་དང་བྱུང་ཡོང་མ་རུང་བ་ཡིན་ན་ཡང་གནས་མལ་བུ་ཟེར་བ་དང་དྲང་སྲོང་གནས་མལ་བུ་གི་བརྒྱུད་པ་དེ་དག་ཡོང་ཆོག་མ་རུང་བ། དྲང་སྲོང་གནས་མལ་བུ་གི་བརྒྱུད་པ་ལས་བྱུང་བའི་དགེ་སློབ་བོན་ཅིག་ཡིན་པ་འཆད། ཨ་ནི་ཕྱིས་སུ་གནས་མལ་བུ་སྡེ་པ་ཁོ་རང་ཚོས་ཀྱིས་ད་སྔོན་གྱི་སློབ་བོན་བསགས་མ་རུང་དང་བརྒྱུད་པ་སྔ་མ་འདྲེན་པའི་སྐབས་ལ་ཡང་ཨ་ནི་ཕ་ཆེའི་བརྒྱུད་པ་སྔ་མའི་གྲས་སུ་ཙི་དེའང་གི་གནས་བརྟན་ཅིག་ཡིན་གྱི་རེད་ད་གོང་གི་དུག་གསུམ་ཡིན་པ་རེད། ད་དེ་གི་གནས་མལ་བུའི་ག་དུ་སེ་ཨ་དེ་དུ་སི་པར། ད་དེ་ནས་གཉིས་པ་དེ་པར་ཏྲ་ལི་པུ་ཏྲའི་ག་དུ་སེ་ཨ་དེ་པར་ཏྲ་ལི་པུ་ཏྲ་སེ་ཨ་དེང་སང་པར་ན་ལ་བོ་དོ་བ་བ་ད་དེའི་ས་ཆ་དེ་རེད་བི་ཧར་གི་རྒྱལ་ས་རྒྱལ་ས་དང་གྲོང་ཁྱེར་ཨ་མ་དེ་ར་བ། ད་པར་ཏྲ་ལི་པུ་ཏྲའི་ག་དུ་སེ་ཨ་དེ། ག་འདྲ་ཞིག་རེད་ཟེར་ལབ་ཡིན་ན་ང་རང་ཚོ་བྱང་རྒྱུད་ནང་བསྟན་གྱི་ཡིག་ཆ་དེར་བྱས་པ་ཡིན་ན་ཨ་ནི་རྒྱལ་པོ་མྱ་ངན་མེད་ཀྱི་དུས་ལི་ཡ་གྲོང་ཁྱེར་པ་ཏྲ་ལི་པུ་ཏྲའམ་ཡང་ན་གྲོང་ཁྱེར་དམར་པོ་ཅན་ཟེར་ཡང་ད་ག་ཚང་དམར་པོ་ཅན་ཡོད་སོང་བ་དེ་སྟོན་པའི་གཏེར་རབས་ཀྱི་སྐབས་ལས་དམར་པོ་ཅན་ཟེར་ཡང་འོ་དམར་པོ་ཅན་ཟེར་དེ་ཞིབ་འཇུག་རུབ་ཁ་ཤས་བྱས་པའི་རྒྱ་ཡིག་ནང་ལས་བལྟས་པ་ཡིན་ཕུད་ཨ་ནི་ཡང་བོད་ཡིག་ནང་ལོགས་ལས་ཞིབ་འཇུག་བྱས་ཡོང་དུས་པ་ཏྲ་ལི་པུ་ཏྲ་ཟེར་དེ་ག་ཚང་དམར་པོ་ཅན་ཟེར་དེ་པ་ཏྲ་ལི་པུ་ཏྲ་རང་རེད་ཤག་བོད་སྐད་ནང་བསྒྱུར་བ་ཡིན་ན་དམར་པོ། དམར་པོ་ཅན་ཟེར་ད་དམར་ལ་དམར་ཕ་ཞེས་པོ་ཅན་ལ་ཅན་ཟེར་ད་རེད་དོ། ད་གྲོང་ཁྱེར་དམར་པོ་ཅན་ལ་ཡ། དགེ་སློང་ལྷ་ཆེན་པོའི་གི། ཨེ་ནི་ལྟ་བ་ལྔ་བཤད་པ་ལ་བརྟེན་བྱས་ནས་ལྟ་བ་ལྔའམ་གཞི་ལྔ་བཤད་པ་ལ་བརྟེན་བྱས་ནས་ཨེ་ནི་དགེ་འདུན་གྱི་སྡེ་ནང་ཁུལ་རྩོད་པ་བྱུང་བ་རེད། ལྷག་པར་དུ་ལྟ་གྲུབ་ཀྱི་ཐད་ལ་ཡ་བའི་རྙོག་འཛིང་ཆེན་པོ་ཞིག་པོ་བྱུང་བ་རེད། དེ་ནས་སྐབས་དེ་དུས་དགེ་སློང་ལྷ་ཆེན་པོ་ལ་ཡ། རྒྱལ་པོ་མྱ་ངན་མེད་ཀྱི་རྒྱབ་སྐྱོར་བྱས་ནས། ཨ་ནི་ཁོང་ལ་ཡང་དགག་པ་རྒྱག་མཁན་གྱི་དགེ་སློང་ལྔ་བརྒྱ། མཚམས་སུ་དགྲ་བཅོམ་པ་ལྔ་བརྒྱ་གསུངས་འདུག་གང་ལྟར། དགེ་སློང་ལྔ་བརྒྱ་དེས་ཨ་ནི་གནས་དེ་ལ་ཡང་བསྡད་མ་བཅུག་པ་བྱས་རྗེས། མཐར་སྤྲོད་བཏང་བཞག་པ་རེད། མཐར་སྤྲོད་བཏང་ཡོང་དུས་སང་ལ་ཨ་ནི་དགེ་སློང་ལྔ་བརྒྱ་དེས་ཨ་ནི་མཐའ་མ་དེ་ལ་ཡང་ཀ་ཤི་མི་རི་ལ་ཡང་ཕེབས་བྱས། ཨ་ནི་ཀ་ཤི་མི་རི་ལ་ཡང་ཕེབས་པའི་རྗེས་ལ་ཡང་ཕྱིས་སུ་རྒྱལ་པོ་མྱ་ངན་མས་ཁོ་རང་འགྱོད་པ་སྐྱེས་ནས་ཨ་ནི་མི་ཆེད་མངགས་བཏང་བྱས་ནས་ཨ་ནི། ཚུལ། པ་ཀྲལ་པུ་ཀྲལ་ཡག་ཚུལ་ཕེབས་རོགས་བྱེད་ཅེས་གདན་འདྲེན་ཞུས་པ་རེད། ད་ནང་བཞིན་ད་སྐབས་དེ་དུས་ད་ཅིག་རྩོད་པ། དགེ་སློང་ལྷ་ཆེན་པོའི་གི་ལྟ་བ་སྔ་ཤེས་པར་བརྟེན་ནས་ད་རྩོད་པ་བྱུང་ཡིན་དུས་རྩོད་པ་བསལ་ཡག་དང་འཁྲུག་པ་ཞི་ཡག་གི་ཆེད་དུ་ཨ་ནི་བསྐྱར་དུ་སྡེ་སྣོད་གསུམ་ལ་བཀའ་བསྡུ་བྱས་པ་ཡིན་རེད་ཞག་ཅིག་ད་དེ་འདྲའི་ཅིག་བྱང་རྒྱུད་ནང་བསྟན་གྱི་གསུང་རབ་ནང་ལ་ཡང་ཡོང་བསྡད་ཡོད་རེད། ད་དེ་བྱུང་བའི་དུས་ཚོད་དེ། རྒྱལ་པོ་མྱ་ངན་མེད་ཀྱི་དུས་སུ་བྱུང་བ་རེད་གསུང་གི་ཡོད་པ། དེ་འདྲ་ཡིན་དུས་ད་རྒྱལ་པོ་མྱ་ངན་མེད་ཀྱི་དུས་ཚོད་དེ། བརྒྱ་འགྱུར་གྱི་ཡིག་ཆ་དེ་ཚོ་གཞི་བཞག་བྱས་པ་ཡིན་ན་སངས་རྒྱས་མྱ་ངན་ལས་འདས་ནས་ལོ་བརྒྱ་དང་བཅུ་ཙམ་ལ་ཡང་འཁེལ་གྱི་ཡོད་པ་ཡིན་པ་རེད། ལྷོ་རྒྱུད་ནང་བསྟན་དེར་བྱས་པ་ཡིན་ན། ད་རྒྱལ་པོ་མྱ་ངན་མེད་བྱོན་བཞུགས་ཀྱི་དུས་ཚོད་དེ། ཕ་རྗེས་ཁྲི་ལ་བས་པའི་དུས་ཚོད་ཟེར་གི་མ་རེད་པ་ད་དེའི་གཡས་གཡོན་དེ་ལོ་ཉིས་བརྒྱ་དང་ཉི་ཤུ་རྩ་བརྒྱད་ཕྱག་དྲིལ་དུ་བ། ད་ལྟ་བྱང་རྒྱུད་ནང་བསྟན་གྱི་གསུང་སྟངས་རེད། ད་ལྷོ་རྒྱུད་ནང་བསྟན་གྱི་གསུང་སྟངས་དེ་ཡང་ཏོག་སྒྲིག་ཡོད་མ་རེད་ལྷོ་རྒྱུད་ནང་བསྟན་གྱི་ཡིག་ཆ་གླིང་ཕྲན་གདུང་རབས་ཟེར་བ་དང་གདུང་རབས་ཆེན་མོ་ཟེར་བ་དེ་ཚོའི་ནང་ལོག་ལ་ཡང་ག་རེ་གསུང་ཡོད་རེད་ཟེར་ན། སངས་རྒྱས་མྱ་ངན་ལས་འདས་ནས་ལོ་བརྒྱ་ཡི་གཡས་གཡོན་ལ་ཡང་ཨ་ནི་ཀ་ལ་ཨ་ཤོ་ཀ་འམ། མྱ་ངན་མེད་ནག་པོ་ཡང་ན་སྒྱུ་རྩལ་མྱ་ངན་མེད་ཟེར་བ་དེ་གིས་སྦྱིན་བདག་བྱས་བྱས་ནས་བཀའ་བསྡུ་གཉིས་པ་དེ་འདི་དུས་བྱུང་ཡོད་རེད། རྒྱལ་པོ་ཀ་ལ་ཨ་ཤོ་ཀའི་སྐབས་ལ་བྱུང་བ་རེད་མ་གཏོགས་ཆོས་རྒྱལ་མྱ་ངན་མེད་སྐབས་ལ་བྱུང་བ་མ་རེད། དེ་ནས་དེའི་རྗེས་ལ་ཡང་སངས་རྒྱས་མྱ་ངན་ལས་འདས་ནས་ལོ་ཉིས་བརྒྱ་སུམ་ཅུ་སོ་དྲུག་གི་གཡས་གཡོན་ལ་ཡང་ད་སྐུ་ཐབས་སུ་གནས་པའི་དགེ་སློང་ཞིག་བྱུང་བྱས་ནས་དགེ་སློང་རྣམ་པར་དག་པ་མ་ཡིན་པ་ཡིན་ནས་བདག་ཡིན་མདོག་མདོག་བྱས་ཏེ་ངས་དེ་འདི་ཅིག་གི་དགེ་སློང་ཅིག་བྱུང་ཨ་ནི་དེས་ཀྱི་སངས་རྒྱས་ཀྱི་བསྟན་པ་དཀྲུགས་ནས། དེ་སངས་རྒྱས་ཀྱི་བསྟན་པ་དཀྲུགས་པ་ལ་བརྟེན་བྱས་ནས། ཨ་ནི་བདག་འཁྲུགས་པར་བྱུང་དེ་འདྲའི་འཁྲུགས་པར་རྩོད་པ་དེ་འདྲ་བྱུང། མི་མཐུན་པ་དེ་འདྲ་བྱུང། དེ་ཚོའི་གཞི་ཡག་གི་ཆེད་དུ་རྒྱལ་པོ་མྱ་ངན་མེད་ཀྱི་རྒྱབ་སྐྱོར་གྱི་འོག་ལ་ཡ་ཨ་ནི་ཁོ་རང་གི་དབུ་བླ། མོའུ་འགལ་གྱི་བུ་དཀར་རྒྱལ་ཟེར་བ་དེ་གཙོ་བོར་བྱས་པའི་གྱི་དགེ་སློང་སྟོང་ཕྲག་གཅིག་གྲོང་ཁྱེར་པཱ་ཏྲ་ལའི་པུ་ཏྲ་ལ་ཡང་འཛོམས་བྱས་ནས་བཀའ་བསྡུ་གསུམ་པ་གནང་བ་རེད་བསམ་ཅིག། འོ་ད་དེ་ལྷོ་རྒྱུད་ནང་བསྟན་གྱི་ཡིག་ཆའི་ནང་ལོགས་ལ་ཡང་དེ་འདྲ་ཅིག་གསལ་ཡོང་གི་ཨ་རེད། ད་ག་ནང་བཞིན་གྱི་ད་ལྷོ་རྒྱུད་ནང་བསྟན་གྱི་ཡིག་ཆ་དེར་བྱས་པ་ཡིན་ན་བཀའ་བསྡུ་འདི་བྱེད་ཡག་ལ་ཡང་དུས་ཡུན་ཟླ་བ་དགུ་འགོར་ཡོད་རེད། ད་ནང་བཞིན་བཀའ་བསྡུར་འདི་བྱེད་པའི་སྐབས་ལ་ཡང་མོ་འོང་རྒྱལ་གྱི་བུ་དཀར་རྒྱལ་ཟེར་ཨ་ཁོང་གིས་གཏམ་གྱི་གཞི་ཟེར་ཨ་གི་ཨ་ནི་གསུང་རབ་དེ་བརྩམས་པ་རེད། ཀ་ཐ་བ་ཐུ་ཟེར་ཨ་དེ་བརྩམས་དགོས་ཨ་གི་རྒྱུ་མཚན་དེ་གཙོ་བོ་སྐབས་དེ་དུས་ཅིག་ནང་པ་སངས་རྒྱས་པའི་ནང་ལོགས་ལ་ཅིག་ལྟ་བ་ལོག་པ་མང་གི་དེ་འདྲའི་མང་པོ་ཡོད་པ་ཡིན་དུས་དེ་ཚོ་ལ་ཡང་དགག་པ་མཛད་ཨ་གི་ཆེད་དུ་ཨ་ནི་གཏམ་གྱི་གཞི་ཟེར་ཨ་དེ་མཛད་པ་རེད་གསུང་རེད། ད་ཡིན་ན་ཡང་དེང་སང་ཞིབ་འཇུག་པ་མང་པོ་ཅིག་གིས་གཏམ་གྱི་གཞི་ལ་ཡང་ཞིབ་འཇུག་བྱས་ཡོད་འདུག་བསམ་གཏམ་གྱི་གཞིའི་ནང་ལོགས་ལ་ཡང་ཨ་ནི་ཡན་ལག་གི་སྡེ་པ་མང་པོ་ཅིག་ལ་ཡང་རྩ་བའི་སྡེ་པ་ཙམ་མ་ཡིན་པར་རྩ་བའི་སྡེ་པ་དེ་ཚོ་ལ་ད་ཡན་ལག་གི་སྡེ་པ་མང་པོ་ཅིག་གྱེས་ཡོད་རེད་བ་དེ་ཚོ་ལ་ཡང་དགག་སྒྲུབ་བྱས་ཡོད་པ་དེ་འདྲས། དགག་པ་བརྒྱབ་ཡོད་པ་དེ་འདྲས་ད་གཏམ་གྱི་གཞི་ནང་ནས་གསལ་ཡོང་གི་ཡོད་རེད། དེ་གསལ་ཡོང་གི་ཡོད་པ་དེ་ལ་བརྟེན་བྱས་ནས་ཨ་ནེ་ཞིབ་འཇུག་པ་མང་པོ་ཅིག་གིས་གཏམ་གྱི་གཞི་ཟེར་བ་དེ་རྒྱལ་པོ་མྱ་ངན་མེད་ཀྱི་སྐབས་ལ་ཡང་བརྩམས་པ་ཅིག་ཡིན་ས་མ་རེད། དེའི་རྗེས་ཀྱི་ཨ་ནེ་ལོ་བརྒྱའམ་ཡང་ན་དུས་རབས་གཉིས་པའི་གི་མཇུག་ཙམ་ལ་ཡང་བྱུང་བསྡད་པ་ཅིག་ཡིན་ས་རེད་བྱས་བྱས་དེ་འདྲས་བཤད་ཉེས་དེ་འདྲས་ཡོང་བསྡད་ཡོད་སྲིད། ཡིན་ན་ཡང་དག་བྱང་རྒྱུད་ནང་བསྟན་གྱི་གཞུང་ལུགས་བྱེ་བྲག་བཀོད་པའི་གི་འཁོར་ལོ་དང་བྱ་བ་ཡིན་ན། ཨ་ནི་རྒྱལ་པོ་མྱ་ངན་མེད་དེ་ཨ་ནི་སངས་རྒྱས་མྱ་ངན་ལས་འདས་ནས་ལོ་བརྒྱ་ན་བྱུང་བ་ཞིག་གསུངས་ཡོད་རེད་པ་དེའི་རྒྱུ་མཚན་ལ་བརྟེན་ནས་སྐབས་དེ་དུས་ཀྱི་བཀའ་བསྡུ་གསུམ་པ་བྱུང་བ་རེད་ཅེས་བཤད་ཐབས་ཡོད་མ་རེད། ད་དེའི་གར་ས་དེའི་གཞུང་ལུགས་བྱེ་བྲག་བཀོད་པའི་འཁོར་ལོ་བཞི་ཆ་བྱ་བ་ཡིན་ན། དེ་ལྟ་ཡིན་དུས་ད་མྱ་ངན་མེད་ཀྱི་སྐབས་ལ་ཡང་བཀའ་བསྡུ་གསུམ་པ་བྱས་པ་ཡིན་ཟེར་སྦྱོར་བ་དེ་གི་སྐད་ཆ་དེ་གཙོ་བོ་སིངྒ་ལས་ཀྱི་ཡིག་ཆ་ཙམ་མ་གཏོགས་བལ་གྱི་སྡེ་པ་གཞན་དག་གི་ཡིག་ཆའི་ནང་ལོགས་ལ་ཡང་འཁོད་མེད་པ་ཡིན་དུས་ས་ནས། ད་གལ་སྲིད་སྐབས་དེ་དུས་བཀའ་བསྡུ་གསུམ་པ་ཅིག་བྱུང་ཡོད་པ་ཡིན་ན་ཡང། ད་དེ་གཙོ་བོ་གནས་བརྟན་སྡེ་པ་ནང་ཁུལ་གྱི་བཀའ་བསྡུ་ཙམ་མ་གཏོགས་བལ་གྱི་སྡེ་པ་ཐམས་ཅད་ཀྱིས་ཁས་ལེན་བལ་གྱི་བཀའ་བསྡུ་ཅིག་ཕ་ཅིག་ཆགས་ཡོད་ཀྱི་མ་རེད་ཞེས་བྱས། ད་ཞིབ་འཇུག་པ་དེ་ཚོས་དེ་འདྲ་གསུངས་འདུག་ཨང།